ཚང་མ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་འཛོམས་ཡ་ཏི་ཅིག་གི་ཁན་ཚ་བོ་ཡོད་རེད་དུས་རྒྱུན་ཡིན་ན་ཅིག་སྤྱི་འཐུས་ཀྲིས་ལེ་བྷེ་ན་ཅིག་ཤོག་ལ་ན་ཡོང་དགོས་ཡ་འགྲོ་ཅིག་ཡོད་རོ། ང་དེ་འདྲའི་དབང་ཆ་ས་ཁས་ཡོད་མ་རེད་ནི་ཁྱེད་རང་ཚོ་ཡོང་པ་འདི། ང་རང་ཚོ་ད་བོད་པ་གཅིག་པ་ཡིན་པའི་གི་བསམ་བློ་འདུ་ཤེས་འདི་གཅིག་པོ་རང་ནས་ཡོང་མི་འདུག་ང་ལ་བཀྲེན་ཡན་གེ་དགོས་ཀྱི་མེད། ཡང་ཁྱེད་རང་བཟོས་འདུག་ལ་ཅིག་བྱེད་ཀྱིན་གདའ་ལ། ཅིག་གིས་ཁས་ལེན་དགོས་ཡ་དང་ཁྲིམས་ཀྱི་ཐོག་ནས་དེ་འདྲའི་གེགས་བྱེད་ཡོག་མ་རེད། དེ་རིང་ང་ཚོ་ཟོ་མལ་དེ་ང་རང་ཚོ་བོད་པ་གཅིག་པ། ཨང་ལྷག་པར་དུ་བོད་པའི་འཐབ་རྩོད་ནང་ལ་ཡོད་པའི་གེ་སོ་སོའི་བསམ་བློའི་འདུ་ཤེས་དང་ཨ་ནི་ད་ང་རེ་ད་འདྲ་པོ་ཏི་ག་རེ་བྱེད་ཀྱི་ཡོད་པ་ཁྱེད་རང་ཚོ་ཤེས་ནི་ད་འདི་གི་ཐོག་ནས་ང་ཚོ་ཅིག་བོད་པ་གཅིག་པ་ཡིན་པ་དང་འཐབ་རྩོད་གཅིག་པ་ནང་ཡོད་པའི་གེ།

ང་ད་ལྟ་དེ Swiss ནང་ལ་ཡོང་ཆེད་སྐད་བཤད་དགོས་ཀྱི་ལས་རིམ་འགའ་ཤས་ཅི་ཡོད་དེ་ནང་ལ་དེ་ཁོ་རང་གི་དུས་ཚོད་སྟོན་ཅིག་དེ་ཅིག་ཡོང་ཐུབ་ན་ས་འདི་བོད་པ་གང་ལ་གང་ཚོད་ཡོད་རེད་ཟེར་ཆེད་སྤྱི་བཏང་བོད་པ་ཡོད་པ་ངས་ཤེས་ཀྱི་ཡོད་དེ། ཡང་ཁོ་རང་མོ་དུ་མི་གཞན་པ་གང་ཚོད་ནས་འབྲེལ་བ་ཡོད་པ་དེ་འདྲས་ཧ་ལམ་ཡོད་ས་མེད། ད་ད་ལྟ་འདུ་བྱས་པའི་སྐབས་ལ་ཡང་འགའ་ཤས་འགའ་ཤས་ཡང་ཅིག་ངོ་ཤེས་འགྲོ་བྱེད་ངའི་དེ་འདྲའི་དགའ་ཤས་འདུག་ག་ཤས་དེ་མཐོང་མྱོང་ཤ་ཁ་ཡིན་ན་བསམ་ཡས་དེ་འདྲའི་དགའ་ཤས་འདུག་རེད་བ། ག་ན་དུས་རྒྱུན་ང་རང་ཆབ་སྲིད་ལས་འགུལ་བྱས་ཡོང་དུས་སྒེར་ངོས་ནས་ཞུ་གཅིག་འབྲེལ་བ་དེ་འདྲའི་གལ་ཡོད་མ་རེད། དེ་འབའ་སོང་ཙང་ཡང་མི་འགའ་ཤས་ངོ་ནས་ཡང་དམ་ཚག་ལ་ཐུག་བྱས་ངོ་ཤེས་པ་གནམ་ས་ཅི་གུ་མ་རེད་ད་དུས་རྒྱུན་ང་རྒྱ་གར་དེ་གོ་ཕིན་པ་ལ་ཡང་ངོ་ཤེས་པ་དེ་འདྲའི་དེ་འདྲའི་ཡོང་གི་འདུག་ག་ཤས་ལ་ཡང་ཨ་ལ་ཁྱེད་རང་བསྡད་ཡོད་རེད་བས་ལ་ཡི་དེ་འདྲའི་དེ་འདྲའི་དགའ་ཤས་འདུག་ལགས་སོ།

རྒྱལ་ཁབ་སོ་སོའི་ཡང་ན་གནད་དོན་སོ་སོའི་སྐུ་ཚབ་བྱས་རྗེས་མི་རེ་རེར་འདི་འདྲའི་སྐད་གདངས་བཟོས་འདུག་འདིའི་ནང་ལ། བར་སྐབས་ལོ་གཉིས་གཅིག་གི་བོད་པའི་སྐོར་ལ་སྐད་བཤད་མཁན་མ་བྱུང་བ་ཆགས་བཞག་ད་ལྟའི་དེ་ང་སྐད་བཤད་གོ་སྐབས་ཅིག་བྱུང་བྱས་རྗེས་དུ་སླེབས་རེད་ང་འདིར་ཡོང་ཡ་གཙོ་བོ་འདི། Swiss ན་ཡོད་པའི་བུད་མེད་ལྷན་ཚོགས་ཁོ་རང་རང་གི

པའི་འགྱུར་མགོ་འགྲོ་གི་འདུག་ཨ་མཚམས་མཚམས་ཕྱིན་པ་ཡིན་ན་ཡང་ང་རང་ཚོ་བོད་པ་ནང་ཁུལ་དྲན་སྐུལ་བྱེད་ཡ་དང་བསམ་ཚུལ་བརྗེ་ལེན་བྱེད་ཡ་དེ་ཞིག་ཕན་ཐོག་གི་མེད་འགྲོ་བསམ་གི་འདུག་འདི་གཅིག་རེད་གཉིས་ནས་ཡང་ད་རྒྱབ་སྐྱོར་བ་མང་པོ་ཞིག་རག་མ་རེད་ག་རེ་ཡོད་པ་ནས་ཁོང་ཚོ་ལ་ཡང་ཅིག་གི་སྐད་བཤད་མཁན་དང་རྒྱུ་མཚན་བཀོད་མཁན་མ་འདྲ་བ་ཅིག་ཡོད་ན་ཁོ་རང་ཚོས་དེ་ཞིག་གི

ང་ཚོ་གཙོ་བོ་ནི་ཡོང་དགོས་ཡ་ཡོད་མ་རོགས་ཡིན་ནས་ད་ལོ་བཅུ་ནང་ཐེངས་མ་གཅིག་སུ་ཡོང་ན་ད་གས་ཡོད་ཀྱི་མ་རེད། ཨོ་འདི་འདྲས་ཅིག་ཡིན་ད་ང་ད་འདྲ་ཡོང་དགོས་པའི་རྒྱུ་མཚན་ད་འདི་འདྲས་ཅིག་ཡིན་ནི་མཉམ་དུ་ད་འདྲ་ད། Sweden Norway Denmark Spain Czech Republic བྱས་ནས་རྒྱལ་ཁབ་ཁག་འགའ་ཤས་ཅིག་ལ་མཉམ་དུ་སྐོར་སྐྱོད་ཀྱི་ལས་རིམ་བྱས་ནས་འདུག་སེ་བྱས་འགྲོ་ཐུབ་ཀྱི་འདུག།

ང་ཚོ་རྒྱ་གར་ལ་སླེབས་རྒྱ་གར་ནས་ཕྱི་རྒྱལ་ཡུལ་གྲུ་ཁག་ནང་དུ་མང་པོ་ཞིག་ལ་ཕྱིན་ཆེད། ད་ང་ཚོ་ལ་འགྱུར་བ་ཤུགས་ཆེ་ཆེ་དེ་ད་ཆབ་སྲིད་ཀྱི་ཐོག་ནས་མང་པོ་ཞིག་འགྲོ་གི་ཡོད་རེད་དེ་ནས། བསམ་བློའི་འཁྱེར་སོ་དེ་འགྱུར་བ་ཤུགས་ཆེ་ཆེ་འགྲོ་གི་ཡོད་རེད་བསམ་གྱི་འདུག་ཡིན་ནས་འདིའི་སྐོར་ལ་ང་ཚོ་སྐད་ཆ་བཤད་སྲོལ་ཞིག་རག་ཡོད་མ་རེད་དེ་སོང་ཙང་ངས་ཅིག་དེ་རིང་ཅིག་ང་རང་ནང་ཁུལ་ཐོག་ནས་སྐད་ཅིག་བཤད་ན་བསམ་སོང།

རྐང་བཙུགས་ནས་ད་རྒྱ་གར་རང་གིས་ང་ཚོ་ལ་ཡ་ད་ཅིག་རྒྱབ་སྐྱོར་བྱས། ཡ་ང་སྙིང་རྗེ་བྱས་བྱས་ནས་ང་ཚོ་བཙན་བྱོལ་གནང་བ་རེད། སུད་སི་ཆིངས་དེ་བོད་དང་དཔེ་ཐག་རིང་པོར་བ། ཡིན་པ་ཡིན་ནས་འདི་སྐབས་རང་ནས་བོད་མི་ཕོན་ཆེན་པོ་ཅིག་ཞི་འཇགས་བྱེད་ཅེས་གླན་ནི་འདིའི་ཐོག་ནས་ད། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་ཡ་དང་པོ་གཞིས་ཆགས་ས་དེ་སུད་སི་རང་རེད། ཅི་ཙང་འདིའི་ཐོག་ནས་བཀའ་དྲིན་བསམ་ཤེས་བྱུགས་པ་ཡ་དེ་འདྲ་ཅིག་ཡོད་རེད་བ། དེ་ནས་མ་རྩིས་པ་ཡིན་ན། རོ། གཅིག་དུང་ཕྱུར་དྲུག་ཅུ་ནས་མ་བརྩིས་པས་ན། ད་རྒྱལ་ཁབ་གཞན་པ་བརྩིས་པས་ན་རྒྱུན་རིང་ཤོས་རེད། ཨ་རི་ལས་བརྩིས་པས་ནས། གཅིག་དུང་ཕྱུར་དགུ་བཅུ། གོ་གཅིག་གོ་གཅིག་གོ་གཉིས་ནས་ད་མི་གཅིག་སྟོང་སྤར་བའི་གནས་ཆེན་ནི་ད་ཕོན་ཆེན་པོ་རེད་མ་གཏོགས་གཞན་པ། རྒྱལ་ཁབ་གཞན་པ་ནང་དཔེ་ཉུང་ཉུང་རེད། ལྷག་པར་དུ་ནེ་ལྡི་ལན་སྦེལ་ཇེམ་ཧྥ་རན་སི་ནང་ལོ་ད་འདྲ་བོད་པོ་མང་པོ་ཡོད་པ་འདིས། ཉེ་དུས་ལོ་བཅུའི་ནང་གི་སྐད་ཆ་རོ། དེ་ཡིན་དུས་ད་རྒྱལ་ཁབ་ཕྱི་ལོག་གང་བྱས་རྡོག་རྡོག་གར་ཤེས་སོང་ན་རྒྱལ་ཁབ་ཕྱི་ལོག་ཕྱིན་བཅས་གཞིས་ཆགས་ཨ་ནི་བོད་པའི་བསམ་བློ་ཡོད་པ་གང་ཞིག་ལ་ཡང་ནུབ་ཕྱོགས་ཀྱི་བསམ་བློ་དང་བསྟུན་དགོས་ཡ་ཆ་ནི། དུས་ཚོད་ཐུང་ཐུང་བཞུགས་ཤིག་ནང་ལ་ཡ་འགྱུར་བ་ཞུ་ཤུགས་ཆེན་པོ་ཐེབས་ཡོད་རེད།

ཅིག་རང་བཞིན་གྱིས་ཅིག་ཁྱད་བར་ཅིག་སླེབས་ཀྱི་འདུག་བ་ད་དེ་ཚོའི་དྲན་ག་ན། ཁྲོམ་རའི་ནང་གི་བཅའ་ལག་དང་དད་པ་བྱེད་སའི་དགོན་པའི་ནང་ལ་ཡོད་པའི་བཅའ་ལག་བར་ལ་ཁྱད་བར་ཅིག་མཐོང་ངོ། འདིའི་ཐོག་ནས་ང་ཚོའི་བསམ་བློ་ཡེ་ནས་ཅིག་བར་ཐག་ཆེན་པོ་ལྷག་བསྡད་ཡ་འདི་འདྲ་ཡོང་གི་འདུག་བ་ཅེ་སང་དེ་ཚོའི་ཕྲེང་ང་ཚོས་ང་རའི་བསམ་ཚུལ་ལ་དོ་སྣང་བྱས་དགོས་པའི་དཔེ་གལ་ཆེན་པོ་རེད་བསམ་གི་འདུག་བ།

ཁ་ནས་དེའི་གི་ཐོག་ནས་མི་དེ་མི་དེ་གི་བསམ་བློ་བཏང་སྟངས་ཀུན་སྤྱོད་བྱེད་སྟངས་མི་གཞན་པ་ལ་འགྲེལ་བཤད་རྒྱག་སྟངས་དག་རང་གི་འགྱུར་བ་འགྲོ་གི་འདུག་བ། ད་ཕྱི་ལོག་གི་ཆབ་སྲིད་དང་དེ་འདྲ་ཡོད་རེད་ད། ཡིན་ནའི་མི་གཞི་རྩའི་མི་གཅིག་གི་བསམ་བློ་བཏང་སྟངས་རང་གི་ཐོག་ནས་ཁེ་བ་འགྲོ་ཡག་ཅིག་རེད་བ། ཨ་ནི་ལྷག་པར་དུ་སྤུ་གུ་གསོ་སྐྱོང་བྱེད་ཡག་ལ། ད་སྤུ་གུ་དེ་རྡུང་བྱས་སློབ་གསོ་བརྒྱབ་ནས་ཆེན་པོ་བཟོ་དགོས་རེད་བས། ཡང་ནུབ་ཕྱོགས་རྒྱལ་ཁབ་ན་བཞིན་ད་ཁོ་ག་རེ་ཡིན་ནའི་ཁོ་རང་རང་ཚར་བཅུག་ངའི་ལས་ཀ་དེ་ཆུ་ལུ་བས་གཅིག་པོ་རེད་བསམ་བློ་བཏང་བ་ཡིན་ན། རེད་བ། དེ་གཅིག་ཁ་བ་དེ་དཔེ་ཁ་བ་གཅིག་འགྲོ་གི་རེད་བ། ཨཱ་ནི་ཆུ་ལོའི་གཅིག་པུ་འགྲོ་གི་གཅིག་ནུབ་ཕྱོགས་གཅིག་པུ་ཡིན་མིན་ན་ཨཱ་ནི། དམིགས་བསལ་གྱི་བོད་པ་ཡིན་པའི་ཐོག་ནས་བོད་པའི་བསམ་བློ་ཨཱ་ནི་སློབ་གསོ་ག་རེ་སྤྲད་ཐུབ་ཀྱི་རེད། རེད་བ། བོད་པའི་རང་གི་ཨཱ་ནི་ཁོ་རང་ལ་ཡང་བསམ་བློ་ཁྱད་གསོད་དང་སློབ་གསོ་གཅིག་སླེབས་དགོས་ཀྱི་རེད་བ།

ར་ཨ་ནི་ཁྱད་པར་གྱི་དྲུག་ཏུའོ། ཅི་སང་འདི་འདྲའི་འདི་འདྲའི་གི་ཐོག་ནས། ང་རའི་བསམ་ཚུལ་ལ་ཡ། ད་ང་ཚོ་གདོང་ལེན་བྱེད་དགོས་བའི་གནས་སྟངས་འདི་འདྲའི་ཅིག་གི་ཆགས་ཡོད་རེད་བསམ་གི་འདུག་ར་ཨ་རྗེ་བཙུན་དེ་ཚོའི་ཕྲེང། ཏཱ་ཡ་པས་གལ་ཆེན་པོ་རེད་བསམ་གི་འདུག། ད། འདི་ནང་ལོ་ལ་ཡ། ཅིག། ས་མཚམས་འགྲུབ་ཅིག་ཟིན་པ་ཡིན་ན། ག་ཚོད་ཅིག། རིག་གཞུང་གི་ཐོག་ནས་ལབ་དགོས་ཀི་རེད།

ཅིག་བྱ་ཕུགས་ནས་སྒྲིག་འཛུགས་ལ་ཡ་ད་འདྲེ་དང། ཨ་ནི་སྤྱི་ཚོགས་ནང་ཡ། རིགས་མཐུན་གྱི་བསམ་བློ་དང་ཚང་མ་མཐུན་པར་འགྲོ་དགོས་རེད་ཞེས་བྱས། དམིགས་བསལ་གྱི་གཟེངས་སུ་ཐོན་དཔེ་གྱི་བསམ་བློ་མེད་དེ་ངེས། ཧ་ལམ། ས་ཆ་ཁོ་རང་མེད་དེ་ངེས། ཚང་མ་མཐུན་པར་བྱོས་བྱས་འགྲོ་དགོས་རེད་ལའི་བསམ་བློ་དེ་འདྲེ་ཅིག་ཡོད་རེད། ནུབ་ཕྱོགས་ནང་ལོག་ལ་མི་མཐུན་པ་བྱས་གཟེངས་སུ་ཐོན་དཔེ་ཨ་ནི་མ་འདྲ་ཞུ་ཅིག་བྱས་དགོས་རེད་ལ་བས་ཀྱི། འདི་གཉིས་བར་ལ་ས་མཚམས་ཅིག་ཟིམ་ཡ་དེ་གལ་ཆེན་པོ་འདུག། ནུབ་ཕྱོགས་ནང་ལོགས་ལ་ལྟ། གཟེངས་སུ་ཐོན་པའི་བསམ་བློ Individualism Philosophy ར་བ་དེང་ནས་ཀྱི་བདག་རང་གི་རིག་གནས་བྱེད་ཀྱི་ཕྱིན་པ་ཡིན་ན། དཔེ་ལྟ། གཅིག། མ་འདྲ་བ་འདྲ་མ་འདྲ་བ་བྱས་དང་མ་བྱས་མཚམས་རེ་མི་དེ་གཅིག་པོ་ལ་ཡ་གི་ཉེན་ཁ་སྤེལ་ཡོང་གི་འདུག་བ།

ང་མ་འདྲ་བ་ཡིན་བསམ། ང་ལ་སོམས་དང་ཐང་ཞུགས་ཤིག་མ་འདྲ་ཡོད་བསམ། མི་གཅིག་པ་ཡིན་པ་ཧ་མ་གོ་བྱས། མི་ཚང་མ་ལ་ཡ། ཅིག། ཁྱོད་ཡག་པོ་རེད་ད། ཁྱོད་དཔེ་ཡག་པོ་རེད་ད་ང་ཁྱེད་རང་གྲོགས་པོ་ཡིན་ད་ལབ་ཡས་གི། ཅིག། ཚོར་སྣང་འདི་མི་ཚང་མ་ལ་ཡོད་རེད་ད། ང། ང་ལ་གྲོགས་པོ་ཅུ་ཅུ་ང་ཅིག་ཡག་པོ་རེད་ད་བྱས་རྗེས་ངའི་མཉམ་དུ་སྦྱར་ཁ་ལག་རེ་ས་ཅིག་ཆང་རེ་བཏུང་འཆམ་འཆམ་རེ་འགྲོ་བྱས་ཏེ་མི་སུས་ནས་སྡོད་པ་ཡོད་རེད་བ།

མི་ཞན་པ་ལ་མ་བསྟུན་པ་བྱེད་ཅེས་པའི་ཅིག་ཧྲང་རུ་ཧྲང་ཅེས་འགྲོ་ཡག་གི་གཅིག་པོ་ལས་ཡག་གི་ཉན་གི་འདུག་བསམ་བསམ་གི་འདི་འདྲའི་བསམ་བློ་ཅིག་ཡོང་གི་འདུག་ད་ཡང་ཚུར་ཚེ་བོད་པའི་སྤྱི་ཚོགས་ནང་བསྟན་ཡོང་དུས་དེ་ཡིས་མ་བྱས་ཕ་གིས་མ་བྱས་རིག་གི་རེད་རྡུང་གི་རེད་མགོ་བོ་ཐེབས་ཀྱི་རེད་སྐྱག་རྫུན་བཤད་ཀྱི་རེད་ཅིག་ཅིག་ཅིག་ལབ་ཨ་ནི་སྐད་ཆ་ལེ་ལར་བྱས་ནས་སྐད་ཆ་དྲིས་དྲིས་དྲིས་དྲིས་བསྡད་ཡོང་དུས་ག་བའི་ཅིག་ལས་མ་ལས་ཉན་ག་འདུག་འདུག་བ་འདི་ཡང་བོད་པའི་སྤྱི་ཚོགས་ནང་ལོག་གི་ཅིག་གོམས་གཤིས་ཐེབས་པའི་བསམ་བློ་འདི་ནང་བློར་འདི་ཉེན་ཁ་གཅིག་ཆགས་འདུག་འདུག་གོ། ཐུན་མོང་མ་ཡིན་པའི་མིའི་བསམ་བློ་གི་ཐོག་ནས་གཅིག་གི་འཇོན་ཚོད། ཤེས་ཚད། ཐོག་ནས་ག་བ་གཅིག་ལ་མ་སླེབས་པ། མི་ཚང་མ་མཉམ་དུ་འགྲོ་ན་མ་གཏོགས་སོ་སོས་གཟེངས་སུ་ཐོན་པའི་གི་མིའི་འཇོན་ཐང་འདི་ལ་ཡང་ནུས་པ་འདི་རྩད་དང་མ་བཟུང་ན་གཅིག་གི་རྩེ་རྣ་བོ་བཟོ་མ་ཐུབ་པའི་གི་ཉེན་ཁ་འདི་འདྲའི་གཅིག་ཡང་བོད་པའི་སྤྱི་ཚོགས་ནང་འདི་འདྲའི་གཅིག་མཐོང་བསྡད་འདུག་འགྲོ་བ། བྱས་ཙང་འདི་གཉིས་ཀྱི་བར་ལ་ད་བོད་པ་གཅིག་གི་དེང་དུས་མི།

ཆོས་གཞན་པའི་ནང་ལ་ཆོས་གཞན་པའི་གི། ཨ་ནི། ནུ་འབྲུ་བཟོ་ཡག་གི་ཅིག་ཡོར། ཕྱག་མཛོད་སྐོར་ཆུང་རང་ལ་ཡ་ཤུག་གལ་ཆེན་པོ་རྩི་ཡག་ཅིག་བྱས། དངོས་སུ་དངོས་གནས་སྐོར་དོན་དག་འདི། རང་ནང་སེམས་པའི་གི་བསམ་བློ་ལ་བསྒྱུར་བཅོས་བཏང་བྱས། ཨ་ནི། བཟོད་སྲན་མང་ཙི་བསྟན་ཡ། གཞན་པ་ལ་ཡི་བྱམས་སྐྱོང་མང་ཙི་བྱེད་ཐུབ་ཡ། སོ་སོས་སོ་སོ་ལ་ཡ། སློབ་གསོ་མང་ཙི་བཏང་ཐུབ་ཡ། འདི་གི་སོགས་ནས་སོ་སོའི་བསམ་བློ་བསྒྱུར་བཅོས་བཏང་བྱས། ཨ་ནི། གཞན་ལ་ཡང་གཅིག་གིས་སྙིང་རྗེ་བྱེད་ཡ་དང་ཕན་སེམས་བྱེད་ཡ་མང་བརྩི་བྱེད་ཡ་དེ་ཁག་པོ་ཡོད་ནས་ད་དུང་ཁག་པོ་ཡོད་པའི་གི་ལམ་ལ་འགྲོ་ཡག་གི་བློ་སྒོ་འབྱེད་ཡ། འདི་ཚོ་ཕྲན་ཏང་ངུ་ནང་ཆོས་ཀྱི་ཉམས་ལེན་གཙོ་བོ་དེ་འདི་རེད། འདི་མ་ཡིན་པ་ཆད་ད་ང་ད་ནུབ་ཕྱོགས་རྒྱལ་ཁབ་ནང་ག་རེ་མཐོང་གི་ཚུལ་ན་ཁྱེད་རང་ཚོ་དཔེ་འཇོག་དེ་མང་བརྩི་ཡོད་པ་སོང་ཙང་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡོད་པའི་ནང་ནང་ལ་ཡང་མཆོད་ཤོམ་བསྒྲིགས་པ་དེ་ཧ་ལམ་ལྷ་ཁང་འདྲ་བོ་ཆགས་ཡ་ཉེན་ཁ་འདུག་ངས་དེ་དཔེ་མི་དོ་སྣང་བྱུང། སྐུ་འདྲ་མང་ཤོས་ནི་ཕ་གི་འདུག་ཐང་ག་མང་ཤོས་ནི་ཕ་གི་འདུག། རྒྱ་གར་ནང་ལོར་ཐང་ག་ཡིན་ན་ད་དགོན་པ་གི་ནང་ལས་ཅི་མ་གཏོགས་མི་གཅིག་གི་ནང་ལ་ཡ་ཐང་ག་ཉོ་ཐུབ་གི་མ་རེད་བ་དགོན་པ་སྟོང་ཕྲག་ཉུས་བརྩེགས་ང་སུམ་ཅུ་གི་ཐང་ག་ཉོ་ཐུབ་པའི་སྐོར་ཡོད་མ་རེད། བཞི་བོ་གཅིག་གི་འགྲོ་སོང་སྟངས་ཆེད་བློ་ཁོག་ཆེན་པོ་བྱེད་ཆེད་ནང་ལ་ཡ་ཨ་ནི་ཐང་ག་གཅིག་བླུགས་ཡོང་ཞུས་རབ་གནས་ཞུས་བྱེད་ཆེད་ཉག་ཡ་ནི་མ་འདུག་མི་མང་ཆེ་ནང་ལ་ཐང་ག་ཡོད་མ་རེད། ད་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་ཡག་ན་དཔལ་འབྱོར་དེ་མང་ཡོད་སོང་ཙང་ཐང་ག་ཡི་མང་ཡོད། ཨ་ནི་སྐུ་ཐང་དང་བ་དེ་རྫིག་པོ་རུ་ཆུ་ཅིག་ཨ་ནི་ཅིག་ག་སྐུ་འདྲ་དང་དེ་ཚོ་རྫིག་ག་ཅིག་ཨ་ནི་ཆུ་མོ་དང་ཅིག་མང་པོ་ཅིག་སླེབས་འདུག་ད་ཅིག་ཆུ་ཁང་ཆུ་ཁང་དུ་མ་རེད་དགོན་པ་ཞིག་ན་སླེབས་སོང་བསམ་བསམ་འགྲོ་ཅིག་ཨ་ནི། དེ་ཚོ་ཇི་སྙེད་ཀྱི་སེམས་པའི་ནང་ལོགས་ལ་ད་ངས་ཆོས་གང་བླང་གང་བསམ་ཇི་ཡིན་བསམ་ཡ་འགྲོ་ཆུག་འགྲོ་སོང་གང་བླང་བཏང་འགྲོ། འདི་གི་འདི་གི་འདི་མ་བྱེད་ལ་གི་མེད་ད། འདི་གཅིག་པོ་བྱས་པ་ཡིན་ན་ཨང་སེམས་སུ་སེམས་པའི་ནང་ག་རེ་ཡོང་བ་སོང་ངས་ཆོས་གང་བླང་གང་བསམ་ཇི་ཡིན་བསམ། དངོས་གནས་སྐོར་དེ་ཆོས་དེ་མ་རེད། སྔོན་ཆད་ན་འདི་འདྲའི་སྐུ་ཐང་གཅིག་ཡོད་ནས། སྟོན་པའི་སྐུ་ཆུང་ཆུང་སྦྱིན་པ་ཡིན་ནས་སྟོན་པའི་སྐུ་དག་རང་མཇལ་ནི། སྟོན་པ་འདི་གིས་རང་གི་དགེ་རྒྱུད་སྐྱོན་མའི་ནང་མི་གང་ཚང་བཞག་ནི། དེ་སྐུ་ཅི་ཁྱེད་མེད་བ་ཤིང་ནགས་ཀྱི་ལ་ཡ་ཐོན་པར་བ་འདིས་དྲན་པ་བརྗེད་ན་ཨ་ནི་དཔེ་ཟ་རེད།

བྱས་ཙང་ང་ཚོ་མཚམས་མཚམས་ཆོས་བྱེད་ཀྱི་ཡིན་བསམ་ནས་དགའ་བསུ་འཁོར་ལོ་བྱེད་ཡག་གི་ཉེན་ཁ་འདུག་བྱས་ཙང་བློས་བཏང་མང་ཙི་བྱས་ག་ཚོད་མི་གཞན་པ་ལ་མང་ང་སྤྲད་ན་ཚུར་མང་རག་རེད་ཚུར་རག་ཡས་དེ་སེར་མར་ད་སེམས་ཀྱི་ཞི་བདེ། སེམས་ཀྱི་ཞི་བདེ་ལས་ཨ་ནི་རྒྱུ་ནོར་ཡག་གཅིག་འཛམ་གླིང་ནང་ལ་ཡོད་མ་རེད།

བྱུང་ན། མ་བྱུང་ན་ཉི་མ་གཅིག་ཡིན་གཅིག་མིན་གཅིག་སྟོང་པ་བཞག་སྐྱིད། སོ་སོས་ཀྱི་སེམས་དཔའི་འཕྲོད་བསྟེན་ལ་ཞུགས་གཅིག་ཕན་ཐོགས་རེད། མི་སེང་གེ་དེ་སེམས་པ་གུ་ཡངས་པོ་དང་སེམས་པ་ལྷོད་པོ་ཡོད་ན་མི་དེ་མི་ཚེ་རིང་བ་བསྡད་ཀྱི་རེད། ཁོ་རང་སེམས་པ་སྐྱིད་པོ་རེད་མི་ལས་ཀ་ག་རེ་བྱས་ཡོད་ནའི་དུས་ཕན་ཐོགས་ཡོང་གི་རེད་བྱས་ཙང།

དུས་འདྲ་གཅིག་ནང་ལོས་ཀྱང་བྱུང་ན་ཉི་མ་གཉིས་སྟོང་པ་བྱ། མ་བྱུང་ན་ཉི་མ་གཅིག་ཡན་ཅིག་སྟོང་པ་བྱ། ད་ང་དེ་འདྲའི་ལས་ཀ་མ་བྱེད་ངེས་ཅིག་གི། ཨ་ལས་ཀ་བྱེད་ངེས་ཅིག་ལ་ལབ་ན་ལན་པོ་ད་ཡོད་མ་རེད་དེ། ང་རེ་ལས་ཀ་ག་རེ་བྱེད་ཀྱི་བ་དེ་ང་རེ་ཤིང་གི་རེད་བ། ང་བོད་རང་བཙན་འཐབ་རྩོད་པ་ལས་ཀ་བྱེད་ངེས་རེད། ད་ལྟ་བུ་དོ་ལོ་ཉིས་སེ་ང་ཐག་རང་བྱས་རེད་ཁྱེད་རང་ཚོ་དུས་འདྲ་གཅིག་བྱས་བྱས་རོགས་ཨ། འདི་ངས་ལོ་ཉིས་སེ་ང་བྱས་རེད། འོན་ཏེ་ཁྱེད་ཚོ་ངས་ལབ་ཐུབ་ཀྱི་ཡོད་རེད། ཨ་ནི་ངའི་ལས་ཀ་དེ་ལ་གླ་བྱེད་ཡོད་མ་རེད་ཁྱེད་རང་ཚོའི་ལས་ཀ་གླ་བྱེད་ཡོད་རེད་བ། ངའི་ལས་ཀ་གླ་བྱེད་ཡོད་མ་རེད་ཡིན་ནའི་ང་ལ་གླ་བྱེད་ཡག་ཤོས་ག་རེ་ཡོད་རེད་ཟེར་ན་བོད་པའི་འཐབ་རྩོད་ལས་ཀ་བྱེད་དགོས་གསུངས་ཚ་སེམས་པ་སྐྱིད་པོ་ཡོང་གི་འདུག་བ། ང་ལ་གཟའ་ཉི་མ་དགོས་གི་མི་འདུག་ང་ལ Christmas དགོས་གི་མཚན་དེ་དགོས་གི་མི་འདུག་ག་དུས་ཡིན་ན་བོད་པའི་འཐབ་རྩོད་ལས་ཀ་བྱེད་གསུངས་ཚ་དཔེ་སེམས་པ་སྐྱིད་པོ་ལྷོད་པོ་ང་གཉིས

དོན་དག་མེད་ན་སེམས་ཁྲལ་སེམས་ངན་དུ་ཡོང་གི་མི་འདུག་བ། ང་རང་འཐབ་རྩོད་ནང་ལོགས་ལ་བསམ་བཏང་དང་ཨེ་འདྲེ་སྦྱིན། འཐབ་རྩོད་སེམས་ངན་འདི་ཁྱབ་ཆེན་པོ་རེད། རྒྱལ་ཁབ་མི་རིགས་ཀྱི་དོན་དག་རེད། ལྷག་པར་དུ་འཛམ་གླིང་ཁྱོན་ཡོངས་ཀྱི་རྒྱ་མི་མཉམ་དུ་གྲོགས་པོ་བསྒྲིག་ཆེད། བོད་པའི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་ད་ཕག་ཤ། བོད་པས་རང་ལུས་མེ་སྲེག་བྱས་པའི་གི་གནས་སྟངས་འདི་འདྲའི་འུ་ཐུག་པོ་ཡིན་པའི་ནས་ད་དུང་ཁོང་ཚོ་རྒྱ་ནག་ནས་ཁེབས་སང་ལེན་བྱེད་བསྡད་ཡོད་རོགས། འདི་འདྲའི་གི་དུས་ཚོད་ལས་ཡིན་པ་ཡིན་ནས་ད་དུང་སོ་སོའི་སེམས་པའི་ནང་ལོག་ལ་ཡང། རང་དབང་འཐབ་རྩོད་སེང་གེ་དེ་བྱེད་པའི་སྐབས་ལ། སྒེར་དོན་མིན་པར་སྤྱི་དོན་བྱེད་ཅེས་ལས་ཀ་བྱེད་པས་ན། སོ་སོ་རང་བཞིན་གྱིས་སེམས་པ་ལྷོད་པོ་དང། ཨ་ནི་སྤོབས་པ་ཡོང་གི་འདུག་བ། འདི་ཡོང་དུས། ཅིག་ཁ་ལོག་རེད་ཅིག། འུ་ཐུག་པོ་དང་ཨ་ནི། ཅིག་བུ་གཟུགས་དོག་པོ་མ་ཆགས་ཡས་ཀྱི་ཏན་ཏན་པའི་མཁས་པ་འདུག། ཅི་བསམ། འོ་དེ་འདྲའི་ཅིག་གི་ཐོག་ནས་ཨེ་ངའི་ད་འདྲ། ངར་བསམ་ཚུལ་བཤད་ཡག་དེ་འདི་རེད། གཞན་པ། ཁྱེད་རང་ཚོས་ལས་ཀ་བྱེད་ཡག་འདི་ངས་བྱས་མ་མྱོང། ཕལ་ཆེན་བྱེད་དོགས་ཁ་བོ་མ་རེད། ཡིན་པ་ཡིན་ནའི། ང་རང་རང་ལས་ཀ་བྱེད་མཁན་ཅིག་དང་ཉམས་མྱོང་བྱེད་མཁན་ཅིག་གི་ཐོག་ནས། འདི་འདྲའི་ཅིག་མི་ངན་འདི། ལུས་ཀྱི་འཕྲོད་བསྟེན་ལས་སེམས་ཀྱི་འཕྲོད་བསྟེན་འདི་ཤ་ཁྲག་གི་གལ་ཆེ་རེད། འདི་གལ་ཆེན་པོ་རེད། ཨ་ནི། མཉམ་དུ།

ད་ང་ཚོ་ཚིག་ག་ཤེས་ག་ཅིག་ཚུར་གླེང་བྱས་ནི། འདི་ཟོག་འདུག་བ། བོད་སྐད་རང་ཟོག་འདུག་བ། བྱས་ཙང་བཱ་སྤྲི་སིན་རི་ལི་སྤྲི་སིན། གཉིས་ཆ་ནང་ལོགས་ལ་ཡ། ཐ་མ་ཏུང་ཡེ་དེ་དཔེ་སྣང་མེད་རེད་འདུག་བ། ཐ་མ་ཏུང་ཡེ། དཔེ་སྣང་མེད། རྒྱ་གར་ནང་ལོགས་ལ་ཡ། ཧི་མ་ཅལ་ལ་ཡིན་པ་ཡིན་ན། མི་འཛོམས་ས་ས་ཆ་ག་འདྲས་ཡིན་པ་ཡིན་ནའི་ཐ་མ་ཏུང་ཆུང་མ་རེད། རྒྱ་གར་ནང་ལ་ཡིན་པ་ཡིན་ན།

ཟོན་དགོས་ཡ་འགྲོ་ཅིག་ཡང་ན་སྦས་དགོས་ཡ་ཅིག་ཡང་ན་ཁུག་ཁུག་ཕྱིན་ཅད་བཏུང་དགོས་ཡ་འགྲོ་ཅིག་ཨི་འདྲའི་བྱེད་རྒྱུ་རེད། ད་འདི་དེ་ཨི་འདྲའི་མེད་པ་སོང་ཙང་ཨ་ནི་སྣང་མེད་བྱིན་བཏུང་ཡ་སྣང་མེད་བཏུང་བ་མ་ཚད་ཨ་ནི། ཁ་ལོ་བར་མཚམས་རེ་ཡང་འབོར་ཞོལ་ཤེས་བྱེད་བཏུང་ཡ་འགྲོ་ཅིག་ཡོང་གི་འདུག་བ། ད། སྤྱི་བཏང་ཐ་མ་འཐུང་མ་འཐུང་ཟེར་མཁན་འདི་སྒེར་གྱི་ཐག་གཅོད་རེད་རང་དབང་རེད།

པོའི་རྩ་དོན། རྒྱ་གར་རིན་པོ་ཆེའི་དགོངས་པ་བསྒྲུབ་ཡ་ལ་ང་ཚོ་ཚང་མ་ཅིག་དམག་མི་ནང་བཞིན་ཧྲགས་ལངས་དགོས་ཡ་འདི་གལ་ཆེན་པོ་རེད་ཤག། བྱ་བ་འདི་འདྲའི་ཅིག་གི་ཐོག་ནས་ཞུས་ན་བསམ་སོང། ཨ་ངས་མཇུག་བསྡོམས་དེ་ངས་ཆབ་སྲིད་ཀྱི་གནས་སྟངས་ཀྱི་ཐོག་ནས་ཅིག་གཉིས་ཅིག་ཞུས་ན་རེད་བ། ད་སྤྱི་དང་ད་འདྲ་ཆབ་སྲིད་ཀྱི་ཐོག་ནས་ཉིས་སྟོང་ཉི་ཤུ་འདི་ད་བོད་པའི་འཐབ་རྩོད་ནང་ལོགས་ལ་ཡ། དུས་ཚོད་དང་དཔའ་བའི་ཆབ་སྲིད་ཀྱི་ཐོག་ནས་ད་འགྱུར་ལྡོག་ཤིག་ཆོས་ཤོས་འདྲ་བ་ཅིག་རེད། ང་རང་ནང་ལོགས་ནས་བརྩི་བས་ན་ཉིས་སྟོང་བརྒྱད་ལ་ཡར་ད་ས་བྱི་བྱི་བའི་ངོ་རྒོལ་འདི་ཤུགས་ཆེ་ཤོས་བྱུང་རེད། ཉིས་སྟོང་ཉི་ཤུ་ནང་ལ་གཅིག་ནས་རྒྱ་ནད་འདི་གིས་འཛམ་བུ་གླིང་གང་ཚང་གི་རྒྱ་ནག་ལ་ཡར་ལྟ་མཆོག་ཏུ་གྱུར་བ་ཞིག་ཕྱིན་ཡོད་རེད། Donald Trump གིས་རྒྱ་ནག་ལ་ཡར་ཚོང་འབྲེལ་གྱི་དམག་རྒྱག་པའི་ཐོག་ནས་ཨ་རི་དང་རྒྱ་ནག་སེང་གེ་དེ་ད་དགྲ་ཟིམ་ཟིམ་གྱི་གནས་བབ་ཆགས་ཡོད་དེ་འདི་ནི་འགོ་ཚུགས་རེད། རྒྱ་གར་ནང་ལ་ཡང་རྒྱ་མིང་གི་དམག་བརྒྱབ་པའི་རྐྱེན་གྱིས། ཨ་ནི། རྒྱ་གར་དམག་མི་ཉི་ཤུ། རྐྱེན་ལམ་དུ་བཏང་པ་དང། ཨ་ནི་བརྒྱ་ལྷག་ཙི་ཞིག་ནད་པ་བཟོས་པའི་རྐྱེན་གྱིས་རྒྱ་གར་དང་རྒྱ་མི་འདྲ་ཆགས་བསྡད་ཡོད་རེད། དེའི་ཐོག་ནས་རྒྱ་ནག་དང་རྒྱལ་སྤྱི་ནང་གི། ཆབ་སྲིད་ཀྱི་འབྲེལ་བ། དཔལ་འབྱོར་གྱི་འབྲེལ་བ། དམག་དོན་གྱི་འབྲེལ་བ།

རྒྱ་ནད་ཕོག་ཡས་དང་གཅིག། ཨ་རི་དང་རྒྱ་ནག་བར་ལ་ཡ་ཚོང་གི་དམག་རྒྱག་ཡས་དང་གཉིས། རྒྱ་གར་དང་རྒྱ་ནག་བར་ལ་ཡ་འཁྲུག་འཛིང་ཤོར་ཡས་དང་གསུམ། འདིའི་ཐོག་ནས། རྒྱ་ནག་དང་རྒྱལ་སྤྱི་བར་ལ་ཡ་འགྱུར་བ་ཤུགས་ཆེན་པོ་ཞུ་ཅིག་ཕྱིན་བསྡད་ཡོད་རེད། འདི་གིས་ད་བོད་པའི་འཐབ་རྩོད་ལ། ཕན་ཅིག་ཐོགས་བསྡད་ཡོད་རེད། འདིའི་ཐོག་ནས་དཔེར་ན་ཨ་རི་ཡིན་པ་ཡིན་ནས་ད་བོད་པའི་འཐབ་རྩོད་དང་འབྲེལ་བ་ཡོད་པའི་གནད་དོན་ཁག་འགའ་ཤས་ལ་ཡ། གྲོས་ཆོད་བཞག་ཡ། ཤར་ཏུར་ཀི་སི་ཐན་གྱི་གནས་ཚུལ་འདིའི་སྐོར་ལ་ཡང་གཟེངས་སུ་ཐོན་པའི་རྒྱལ་སྤྱིའི་ནང་ལོགས་ནས་རྒྱབ་སྐྱོར་ཐོབ་ཡ། འདིའི་ཐོབ་ནི་ཡན་ད་ཤར་ཏུར་ཀི་སི་ཐན་གྱི་གནས་ཚུལ་རེད་དེ་འདི་རྒྱ་ནག་ལ་ཡི་གེ་འདའ་བྱས་པའི་གནས་ཚུལ་རེད་བ། ད་ད་ལྟ་རྒྱ་ནག་རྒྱ་ནག་ཨ་རི་ནས་འགོ་ཁྲིད་པའི་རྒྱལ་ཁབ་བཅུ་དྲུག་གིས་ད་ལོའི་ཨ་ནི། དགུན་དུས་ཀྱི་རྩེད་འགྲན་རྒྱ་ནག་ལ་ཚུགས་པ་འདི་ལ་ངོ་དགའ་བྱས་སོང། ད་འདྲ་པོ་དུ་བྱུང་མ་མྱོང་པས་རེད་ད། ང་ཚོས་ཉིས་སྟོང་བརྒྱད་ལ་ག་ཚོད་ངོ་རྒོལ་བྱས་ཡིན། ད་མཁན་སློབ་ཚང་མ་དྲན་གྱི་རེད་སོ་སོ་སུད་སི་ནང་ལ་ཡོད་ནས་རེད་རྒྱ་གར་ནང་ཡོད་ནས་རེད་བོད་ནང་ལ་ཡོད་ནས་རེད་ཉིས་སྟོང་བརྒྱད་ལ་ང་ཚོ་ཚང་མས་སྐྲབས་རེད་ད་པ་ད་ཤི་མ་ཤི་སྐྲབས་རེད། སྐྲབས་པའི་སྐབས་ལ། རྒྱལ་སྤྱི་ནང་གི་ང་ལོ་ང་ཚོ་ལ་ཧ་ལམ་ཡ་ཆད་མ་སོང། ད་ལོ་ང་ཚོ་ནོ་པེ་ཇིང་ཨོ་ལིམ་པིག་ཀེམ་པེན་ཐོག་ལ་བོད་པས་ཀྱིས་ཉིས་སྟོང་བརྒྱད་ནང་བཞིན་བྱས་ཡོད་མ་རེད་ཡིན་པ་ཡིན་ནའི། རྒྱལ་སྤྱིའི་ནང་གི་རྒྱ་ནག་ལ་ཡ་འགྱུར་བ་བཏང་ལྟ་ཆོག་འབྲེལ་བ་ཤུགས་ཆེན་པོ་ཞུ་ཅིག་བྱུང་ཡོད་རེད་འདིའི་ཐོག་ནས་ཉིས་སྟོང་བརྒྱད་ནང་ལ་རྒྱ་ནག་ནང་ལ་རྒྱལ་སྤྱིའི་རྩེད་འགྲན་ཚུགས་པའི་སྐབས་ལ། ཕལ་ཆེན་རྒྱལ་ཁབ་བརྒྱ་དང་བརྒྱད་ཅུ་ལྷག་ཚེ་གཅིག་གི་གཞུང་འབྲེལ་ཁོ་རང་ཚོའི་སྲིད་འཛིན་སྲིད་བློན་སྐུ་འབྲེང་བྱེད་དུ་ཕེབས་ཐུབ་བྱུང་འདུག་ད་ལྟའི་དུས་ཚོད་དེ་ལ་གཅིག་ནས་ད་རྒྱ་ནད་ཀྱི་རྒྱུ་མཚན་གཅིག་ཡིན་གྱི་རེད་དེ། དངོས་ཡོད་བལྟས་ཡོང་དུས། རྒྱལ་ཁབ་སུམ་ཅུ་སོ་གྲངས་ཅིག་གི་མ་མདོ་སྲིད་འཛིན་སྲིད་བློན་ཕེབས་མ་ཐུབ་པ་བྱུང་ཡོད། བྱས་ཙང་དེའི་ཐོག་ནས་རྒྱ་ནག་དང་རྒྱལ་སྤྱིའི་བར་གྱི་འབྲེལ་བ་ལ་ཞུ་གཅིག་གི་འགྱུར་བ་ཅིག་ཕྱིན་འདུག། བྱས་ཙང་དེ་ཚོའི་ཕྲེང་ལྟར་ང་ཚོ་ཚང་མས་ཀྱིས་དོ་སྣང་བྱེད་དགོས་པ་དེ་གལ་ཆེན་པོ་རེད་ཤག་འདི་ཡིན་པ་སོང་ཙང་ང་ཚོ་ལ་རེ་བ་གསར་བ་ཅིག་སླེབས་ཡོད་རེད་ཟེར་ཆེད་ངས་འདི་ཅིག་ཞུ་འདོད་བྱུང། དེའི་ཐོག་ནས་ད། ནུབ་ཕྱོགས་རྒྱལ་ཁབ་ག་འདྲས་སྦྱིན་པ་ཡིན་ནའི་རྒྱལ་ཁབ་ཚང་མས་ཀྱིས་རྒྱ་ནག་ལ་འབྲེལ་བ་བྱེད་པའི་སྐབས་ལ་དམིགས་བསལ་གྱིས་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡག་རྒྱ་ནག་ལ་དྲི་བ་གོ་ཡག་མང་དུ་ཕྱིན་བསྡད་ཡོད་རེད། Swiss རྒྱལ་ཁབ་འདིས་རང་གིས་རྒྱ་ནག་ལ་སྐྱོན་བརྗོད་ཀྱི་ཚིག་ཐ་ཐེངས་དང་པོ་བཤད་ཡོད་རེད་ངོ་མ་བཤད་ཀྱི་མ་རེད། ཐེངས་དང་པོ་བཤད་ཡོད་རེད། འདི་ཡིན་པ་སོང་ཙང་ང་ཚོ་ཚང་མ་ལ་གོ་སྐབས་གསར་པ་ཞིག་སླེབས་བསྡད་ཡོད་རེད། གོ་སྐབས་གསར་པ་སླེབས་པའི་སྐབས་ལ་གོ་སྐབས་དེ་དམ་འཛིན་བྱས་ནས་ངོ་རྒོལ་སྐད་འབོད་བྱེད་ཡག་ཞུ་གཏུག་བརྒྱབ་ཡག་ད་ངོ་རྒོལ་སྐད་འབོད་དང་ཞུ་གཏུག་རྒྱབ་པ་ལས་ལྷག་ག། མི་སྒེར་སྒེར་གྱི་འབྲེལ་བ་བྱས་ནས། གསར་འགྱུར་བརྒྱུད་ལམ་ཁག་ལ་ཡང་སོ་སོའི་སྒེར་གྱི་གནས་ཚུལ་བཤད་ཡ། ང་བོད་ནས་ཡོང་པ་ཡིན་ང་དེ་འདྲའི་དཀའ་ངལ་དེ་འདྲས་འཕྲད་སོང་ང་ཚོའི་ཕ་མ་དེ་འདྲས་ཀྱི་ཡོད་རེད་དཀའ་ངལ་དེ་འདྲས་ཆེ་ན་ད་ལྟ་ཡིན་ནས་ཕ་མར་ཐུག་མ་ཐུག་བ་བྱས་ནས་ལོ་བཅོ་ལྔ་འགྲོ་སོང་ཉི་ཤུ་འགྲོ་སོང་ལ་ནས་སྒེར་གྱི་གནས་ཚུལ་བཤད་དེ་ཤོག་ཅེས་གལ་ཆེན་པོ་རེད་བཞག། ཁ་ནང་ནུབ་ཕྱོགས་རྒྱལ་ཁབ་ཟེར་མཁན་འདི། ཆབ་སྲིད་ཀྱི་གནས་ཚུལ་སྦྲུམ་ཆེ་ཚང་ཤེས་པ་ལས་སྒེར་གྱི་དཀའ་ངལ་ཅིག་ད་སུས་ཀྱི་མི་སེར་གཅིག་གི་དཀའ་ངལ་དེ་འདྲས་ཅིག་འདུག་ཕ་མ་མ་གཏོགས་ནས་ལོ་བཅོ་ལྔ་ཉི་ཤུ་འགྲོ་ཟེར་ལ་དུས་མི་སུ་ཡིན་ན་ཧང་སང་ཡག་གི་ཨ་ནི་སེམས་སྐྱོ་བ་ཡག་གི་གནས་ཚུལ་ཡུན་འགོར་བ་ཆེ་ཚང་དེ་ཚོའི་གི་ཐོག་ནས་ཨ་ནི། Tibetan Narrative ལགས་འདི་བོད་པའི་གི་གནས་ཚུལ་འགྲེལ་བརྗོད་འགྲེལ་བརྗོད་བྱེད་སྟངས་ཅིག་ཨ་ནི་འགྱུར་བ་གསར་བ་ཅིག་གཏང་དགོས་ཡ་དེ་དེ་གལ་ཆེན་པོ་རེད་བཤད། བྱས་ཙང་འདི་ལས་ང་ཚོ་ཚང་མས་གི་དཀའ་ལས་རྒྱག་དགོས་ཡ་འདུག་བ། འདི་རེད། ད་གཉིས་ནས། ད་ཡང Swiss ཁྱོན་ཡོངས་ལ་ཡ། ནི Swiss དང Liechtenstein། བོད་རིགས་མཐུན་ཚོགས་ཅིག་ཡོད་རེད། འདིའི་ཁྱབ་ཁོངས་ལ། ནི Bern། བོད་རིགས་མཐུན་ཚོགས་ཡོད་རེད། འདི་ནང་བཞིན་ས་ཆ་མང་པོ་ཡོད་རེད། ཁྱེད་རང་ཚོའི་ངོས་ནས་ཡང་དམིགས་བསལ་གྱི་ལས་འགུལ་བྱེད་དགོས་ཡ། དུས་ཚོད་ངོས་ངེས་ཅན་ཅིག་ངོས་ཟིན་དགོས་ཡ། ཡང། ས་གནས་གྲོས་ཚོགས་ཚོགས་མི་འདི་འདྲས་ཐུག་དགོས་ཡ། གནས་ཚུལ་འགྲེལ་བརྗོད་དགོས་ཡ་འདི་ཚང་མ་ལ་ཡ་ང་ཚང་མས་ཀྱི་དཀའ་ལས་རྒྱབ་དགོས་རེད་ཞེས་བཅས་འདི་ངས་ཅིག་ཞུ་འདོད་བྱུང་ངས་ད་ཅིག་ཉི་མ་གཉིས་བཞག་ཞིག་ཞུ་ཡིན་པ་བྱུང་ན་ཉི་མ་གཉིས་བཞག་ཡིན་པ་ཉི་མ་གཉིས་ནང་ལ་ཏན་ཏན་ལས་འགུལ་འདི་ནང་མཉམ་ཞུགས་བྱས་པས་ན་ཞུ་གཅིག་གི་རྩ་དོན་ལས་ཕན་སོ་སོའི་སྒེར་གྱི་ཐོག་ནས་སེམས་པ་གུ་བཤངས་དང་ཨ་ནི་སོ་སོའི་སེམས་པ་གསོ་ཡག་ལ་ཞུ་གཅིག་གི་ཕན་ཐོགས་རེད་སྤྱི་པའི་དོན་དག་ལས་ཀ་བྱེད་ཡག་འདི་ལ་དམིགས་བསལ་གྱི། ད། ཆོས་ཕྱོགས་ཀྱི་ཐོག་ནས་བྱིན་རླབས། ཆོས་ཕྱོགས་ཐོག་ནས་ཞུས་ན་བྱིན་རླབས། མི་སྒེར་གྱི་ཐོག་ནས་ཞུས་ན། བསམ་བློ། གསོ་སྐྱོང་ལ། ག་རེ་ཕན་ཐོགས་འདུག་ཟེར་ན། བོད་ནང་ལོ་ཡི་སྒེར་གྱི་དོན་དག་མེད་པ་སོང་ཙང། ལས་ཀ་བྱེད་པའི་སྐབས་ལ་འདི་བོད་རྒྱལ་ཁབ་དང་མི་རིགས་དོན་དག་ཡིན། འདི་ངའི་ཕ་མའི་ཆེད་དུ་ཡིན། འདི་རྒྱ་བོ་རིན་པོ་ཆེའི་བཀའ་སྒྲུབ་པའི་ཆེད་དུ་ཡིན་ཞེས་ལས་ཀ་བྱེད་པའི་སྐབས་ལ་སེམས་པ་དཔེ་སྐྱིད་པོ་ཡོད་རེད། འདིའི་ཉིན་མོ་དེ་ཆར་བ་བབས་པ་ཡིན་ནས་རེད་རི་ལི་ཤོར་བའི་འགྲོ་སོང་ཁ་ལ་བ་ར་སྒོར་མོ་འགའ་ཤས་ཅིག་ཐོན་བ་བཏང་བ་ཡིན་ནས་རེད་ཚུར་ལོག་བྱས་ནང་སླེབས་ཡོང་དུས་ཁ་ལ་མ་ར་བ་ཅིག་གྲོགས་པོ་ཐོག་ཡོད་ནས་སེམས་པ་སྐྱིད་བོ་པས་ད། ཨོ་འདི་སེམས་པ་སྐྱིད་བོ་འདི་གི་ཁྱེད་རང་གི་མི་ཟས་ནང་ལོགས་ལ་ཉི་མ་འགའ་ཤས་ཅིག་ཐོད་པ་དེ་ཡང་ཟོས་ཚར་འདི་དཔེ་ཕན་ཐོགས་པོ་ཡོད་རེད། བྱས་ཙང་སྤྱི་ཚོགས་ལ་ཞབས་ཕྱི་ཞུ་བས་སྦྱོར་བ་འདི། ད་ཅིག་གི་ཁེ་ཕན་རང་བསམ་བཏང་ན། ཨོ། འདི་འདྲས་ཅིག་ཡོད་རེད། སྤྱི་ཚོགས་ལ་ཡ་སྤྱི་ཚོགས་དང་ཨ་ནི། སྤྱི་བའི་དོན་དག་དེ་རང་བཞིན་ཕན་ཐོགས་ཀྱི་ཡོད་ཤག་ཤག་རེད་ད་ང་ཚོ་སུ་འདྲ་ཅིག་གི་ལས་ཀ་ཐོས་པ་བྱས་ན་འདི་རེད་བ། བྱས་ཙང་འདི་ང་རེ་སྒེར་གྱི་ཉམས་མྱོང་རང་གི་ཐོག་ནས་ཞུ་གི་ཡོད། ད་ང་རང་ཡིན་པ་ཡིན་ན། ད་བོད་པའི་འཐབ་རྩོད་རང་ལ་ཡ། དགུ་བཅུ་དགུ་བདུན་གྱི་ལོ་ལ། ལ་དྭགས་ཀྱི་རྒྱུད་ནས་བོད་ལ་ཕྱིན་ནས། ལ་དྭགས་ནང་ལོགས་ལ་ཕྱིན་རྗེས་སྟོད་མངའ་རིས་ནང་ལ་ཉི་མ་བཅུ་གཉིས་ཅིག་གིས་རྒྱ་མིས་གཟིམས་བཅས་གདུང་རྨིས་བཀག་བཙོན་ལ་བཅུག་རྗེས་ཉི་མ་བཅུ་གཉིས་བཞག་སོང། དེ་ནས་ལྷ་ས་ལ་ཁྱེད་ཀྱིས་ལྷ་ས། ད་ཁྱེད་རང་ཚོ་ལྷ་ས་འགྲོ་མྱོང་ངེས་དེ་འདྲས་ཡོད་པས་ན་ལྷ་ས་ཟི་གྲུ་ལྟ་སྲུང་ཁང་ལ་ངེས་བརྗོད་རེད། དེའི་ནང་ལོ་ཡ་ཟླ་བ་གསུམ་བཞག་སོང། འདི་འདྲའི་ཅིག་གིས་ཕྱིན་པ་ནས་བརྩིས་ན། ད་ད་འདྲ་བུ་ཏོ་བོད་ཆེན་ལོ་ཉི་ཤུ་རྩ་གྲངས་ཅིག་བོད་པའི་འཐབ་རྩོད་རང་ནང་ལ་ཡང་ལས་ཀ་བྱས་པ་ཡིན། དོན་དག་རྡོག་རྡོག་ག་རེ་བྱས་ཡོད་ལབ་ན་ང་དོན་མེད་དྲང་པོ་བཤད་ན་ད་ལྟ་བོད་རང་བཙན་ཐོབ་རྒྱུ་ལ་བ་ཨ་ནི་འགྲུབ་རྒྱུ་རེད། ཡིན་པ་ཡིན་ན་སོ་སོའི་ངོས་ནས་ཅིག་ལྟ་གཅིག། མ་ཐུབ་པ་རྣམས་མ་འདུག་མ་འགྲུབ་རྣམས་མ་འདུག་ངས་བྱས་ཡིན་བསམ་པའི་ཡལ་འགྲོ་གཅིག་དང། འདོད་བློ་ཁེངས་ངེས་གཅིག་དང་སྤོབས་པ་གཅིག་ཏན་ཏན་ཡོད། སེམས་པ་སྐྱིད་པོ་ཡོད། འདི་བྱས་པའི་རྐྱེན་གྱིས་ཡང་ང། ང་རང་ལ་ཡ་གཅིག་གི། སྒེར་གྱི་ཁེ་ཕན་གྱི་ཐོག་ནས་དངུལ་བསགས་པ་དེ་འདྲའི་ཁེ་མེད། ཁང་པ་ཅི་ཡང་བསྟན་ཡས་མེད་མོ་གྲལ་ཅི་ཡང་མེད། འདི་འདྲའི་ཁེ་སྒོ་ཞིག་མེད། མེད་པ་འདིས་ང་རང་བསམ་ཚུལ་ལ། ཡག་ག་རེ་བསམ་གྱི་ཡོད། ཐ་ན་ང་རང་གི་བསམ་བློ་འདི་ཁྱེད་རང་ཚོ་དང་སྟེ་གཅིག་དང་མ་འདྲ་གཅིག་ཡོད་རེད།

སོ་སོའི་ངོས་ནས་ནང་ལོགས་ལ་ཡ་ཟ་ཡ་ཡོད་རྩེ་གཅིག། གོས་ཡན་གྱི་དུག་ལོག་འདི་འདྲས་གཉིས་ཡོད་རྩེ་གཅིག་བྱས། འཐབ་རྩོད་དོན་དག་ལས་ད་ག་རེ་བྱེད་དགོས་ཡོད་ནས་བྱེད་ཡིན་ས་མེད་ཀྱི་བསམ་བློ་ཁྱེར་ཏེ་ངས་འདི་འདྲས་བྱེད་ཡིན། འདིའི་ཐོག་ནས་ང་རང་ཕྱུག་པོ་རེད་བསམ་གྱི་ཡོད། ག་ན་ཁྱེད་རང་ཚོ་ལ་མེ་སྒྱོགས་འདི་ང་ལ་མང་ཤོས་ཡོད་རེད། འདི་ག་རེ། དུས་ཚོད་ཡོད་རེད། ང། ལོ་ཉི་ཤུའི་སྔ་འཐབ་རྩོད་འདི་ནང་བྱས་ད་དུང་དེ་ལས་ལྷག་ག་བྱེད་ཀྱི་ཡོད་རེད་ད་ནི་ད་དུང་ཆ་ཚང་གྲ་སྒྲིག་ཡོད་རེད་ད་སྒོར་དེ་ལྟར་མ་བསོན་ན་ཆེད་དེ་ཡོད་རེད་བྱས་ཙང་ཁྱེད་རང་ཚོ་ལ་ང་ཕྱུག་ག་རེད་དཔེ་འཇོག་གི་ཐོག་ནས་ཁྱེད་རང་ཚོ་མ་ཡིན་གྱི་རེད་རེད་བ་ཡིན་ནས་ག་རེད་དུས་ཚོད་ཀྱི་ཐོག་ནས་ང་ཞེ་དྲག་ཕྱུག་གི་རེད་ང་ཧ་གོ་གི་འདུག་བྱས་ཙང་འདི་འདྲའི་གཅིག་གི་ཉམས་མྱོང་འདི་གི་ཐོག་ནས་ཨ་ནི་འཐབ་རྩོད་དོན་དག་ལ་འཐབ་རྩོད་དོན་དག་དང་སོ་སོའི་སྒེར་གྱི་བསམ་བློའི་གུ་བཤངས་འཕྲོད་བསྟེན་ཡག་ག་ཡོང་ཡ། སེམས་པ་སྐྱིད་པ་ཡོང་ཡ་ལ་དུས་འདྲ་གཅིག་ནང་ལ་ཉི་མ་གཉིས་བཞག་ན་ཡག་པོ་ཡོད་རེད་ལབ་པའི་འོ་འདི་ཡིན། སྤྱི་ཚོགས་ལས་ཀ་བྱེད་པ་ཡིན་ན་ད་སྤྱི་ཚོགས་ལས་ཕན་སོ་སོ་ལས་ཕན་འདི་འདྲ་ཡོང་གི་འདུག་བ། བྱས་ཙང་འོ་འདི་འདྲས་ཅིག་ཞུ་འདོད་བྱུང། མཐའ་མ་ད་ཁྱེད་རང་ཚོ་དེ་ད་འདྲ། ད། ཚོགས་པའི་ནང་ལོགས་ལ་ཡ། ཚོགས་གཙོ་ཚོགས་གཞོན་དྲུང་ཆེ་དངོས་གཉེར་འགན་ཇི་ངས་ཡོད་རེད། འགན་ཇི་ངས་དེ་ཚོའི་འཚམས་འདྲི་བྱེད་སྟངས། སོ་སོའི་ངོས་ནས། འདོད་པ་མཐུན་པ་ཡོད་རེད། འདོད་པ་མ་མཐུན་པ་ཡོད་རེད། འདོད་པ་མཐུན་པ་དེ་ཚོ་ལ་ཡ། ཡག་པོ་རེད་ཟེར་འདོད་པ་མ་མཐུན་པ་དེ་ལ་ཡ། འདི་དེ་འདྲས་འདྲས་འདྲས་རེད་བྱས་བྱས་བྱས། བཤད་ཡོད་རེད་བསམ་ཚུལ་བཤད་ཡོད་རེད། འཚམས་འདྲི་འདོད་པ་མ་མཐུན་པ་ཟེར་ངེས་དེ་སོ་སོ་གི་མ་དགའ་བ་གཅིག་པུ་ཡིན་སྲིད་གི་རེད། ཕ་ཅོ། ལས་ཀ་བྱེད་པ་འདི་ཡིན་གཅིག་མིན་གཅིག་ནོར་འཁྲུལ་ཡིན་པ་ཁྱབ་ཀྱི་མ་རེད་སོ་སོའི་ལྟ་ཕྱོགས་ཀྱི་ཐོག་ནས་ནོར་འཁྲུལ་ཡིན་པ་ཁྱབ་སྲིད་ཀྱི་རེད། མཚམས་རེ་ལས་ཀ་བྱེད་པ་འདི་ཡག་པོ་མཐོང་པ་འདི་ཡང་སོ་སོའི་ལྟ་ཕྱོགས་རང་གི་ཐོག་ནས་ཡག་པོ་མཐོང་ཡིན་གྱི་རེད་དེ་དངོས་ནས་ཡང་ཞེན་པ་ཅན་ཡིན་སྲིད་ཀྱི་རེད་བ། འདི་འདྲའི་བསམ་བློ་མ་བསྟུན་པ་ཡ་ཟི་མ་ཚང་མར་ཡོད་རེད། གང་གིས་ང་ཚོ་སྲིད་སྐྱོང་ནས་བྱས་ནས་ང་ཚོའི་སྤྱི་ཚོགས་ཆུང་ཆུང་ཅིག་ནས་རེད་ང་ཚོ་སྒེར་གཅིག་ནས་རེད་པས་ང་ལས་ཀ་བྱེད་སྟངས་ཡིན་ནས་མཐུན་མ་མཐུན་དེ་འདྲ་ཡོད་རེད་ང་ཚོ། འདི་འདྲ་སྤྱི་ཚོགས་འགྲོ་སྟངས་རེད་བ།

ག་ཚོད་ཐུབ་ཐུབ་ཀྱིས་དང་བླངས་བྱེད་ཡ་རོགས་པ་བྱེད་ཡ་འདི་བྱས་པས་ན་ཚགས་ཚུད་པོ་ཡག་པོ་ཡོང་གི་རེད། བྱས་ཙང་བ་འདི་འདྲས་ཅིག་ཞུ་འདོད་བྱུང། ངའི་ངོས་ནས་ད་ཞུ་ཡ་འདི་འདྲས་ཅིག་ཡིན། ཁྱེད་རང་ཚོའི་ངོས་ནས་ཡང་ཅིག་བསམ་ཚུལ་མཐུན་པ་མ་མཐུན་པ་ཡང་དྲི་བ་འདི་འདྲས་ཡོད་པས་ན་གསུང་རོགས་གནང་ང་ཚོས་དེ་ཅིག་དུས་ཚོད་ཡོད་ན་ང་ཚོ་དེ་ཅིག་དྲུག་ཏུ་བྱས་ན་འགྲིག་གི་རེད། ངས་དངོས་ནས་ཞུ་བའི་དེ་འདྲས་བྱིན། ཁྱེད་རང་ཚོ་དེ་ཕལ་པ་ཚང་མ་ལ་ཡོད་ཐོ་ཆག་ན་ཨ་ནི་གྲ་སྒྲིག་གནང་མཁན་ཚོགས་གཙོ་ནས་ཨ་ནི་དམིགས་བསལ་ང་དེ་གྲོགས་པོ་བློ་བཟང་ཨ་ནི་ཡ་ར་ཚང་མ་ལ་ཡོད་ཐོ་ཆག་ན་ཞུ་ཡ་ཡིན་ཨོ་ད་ག་ཡིན་ཐུགས་ཆེ།

ཨ། བོད་རིགས་མི་མང་ས་གནས་མི་དང་དང་རང་གཙོ། བོད་མི་ལྷན་ཚོགས་ཚོགས་གཙོ་ལ་འབྲེལ་བ་ཞུས་ནས་དུས་ཚོད་འདི་ཐུན་དུས་འདི་གོ་སྐབས་རག་རེད་ད་འདི་རང་ནས་སྙིང་རྗེ་རོགས་ཁོ་རང་ཚོ་འབྲི་གུས་ཤི་མ་ཤི་ཞུས་བྱས་རོགས་ཨ་ང་ཚོར་འདི་གོ་འདུག་ང་རང་ཚོ་བོད་པ་དངོས་དང་བདེན་མེད་ན་བོད་མང་པོ་ཡོད་རེད་བོད་པ་གཅིག་གཉིས་ལས་ན་དྲག་བཅུ་ལས་ན་དྲག་སྟོང་ལས་ན་མཁས་བ་གལ་མི་འདུག་གཉིས་ལས་གནས་པའི་འབྲི་གུས་འདུག་ནི་ཁོ་རང་གི་བསམ་ཚུལ་དེ་བཤད་ནི